གླིང་གའི་སྐུ་ཁམས་བཟང་ངའི་དྲ་ཐོག་གི་སློབ་ཁྲིད་ལེ་ཚན་ནང་ཕེབས་པར་འཚམས་འདྲི་ཞུ་གི་ཡོད། ཨ་ནེ་ཁྱེད་རང་གལ་སྲིད་ལེ་ཚན་འདིའི་ཐོག་ལ་ཡང་ཨ་ནེ་བེད་ཐོག་མར་གཟིགས་གནང་ངེས་ཡིན་པ་ཡིན་ན་ཨ་ནེ་ངས་ངོ་སྤྲོད་ཞུ་ཆོག་ཅེས་ངའི་མིང་བེད་རྒྱག་ས་ཡིན། ང་རང་ནམ་རྒྱུན་ངོ་སྤྲོད་བྱེད་དུས་ང་བོད་ཡིག་གི་དབྱིན་ཇི་ཡིན་ཟེར་ནས་ངོ་སྤྲོད་ཞུ་གི་ཡོད། དེ་ཡང་གཙོ་བོ་དྲ་ཐོག་ནས་ངས་སློབ་ཚན་ཁྲིད་དེ་ངེས་ཅི་རེད། ད་ངའི་དྲ་ཐོག་གི་ལེ་ཚན་འདིའི་ནང་ལོགས་ལ་ཡིན་ན་ནི་སྙན་ངག་གི་སྐོར་ལ་ཡིན་ལྷག་པར་དུ་སྙན་ངག་གི་ནང་ལོགས་ནི་བྱས་པ་ཡིན་ན་སྙན་ངག་མེ་ལོང་གི་ད་ལེའུ་བར་པ་འདི་ངས་ངོ་སྤྲོད་བྱེད་ཀྱི་ཡོད་ཨ་ནི། ལེ་ཚན་གོང་མའི་ནང་ལོགས་ལ་སྤྱིར་སྙན་ངག་དང། དེ་ལ་ཐུན་མོང་དང་ཐུན་མོང་མ་ཡིན་པའི་རྒྱན། དེའི་ནང་ལོགས་ནས་དོན་རྒྱན། དོན་རྒྱན་སུམ་ཅུ་སོ་ལྔ་སྟེ་ངོ་སྤྲོད་དེ་ཞེས་བྱ་བ་ཡིན། ད་ལེ་ཚན་འདི་ནས་འགོ་ཚུགས་བྱས་ནས་དངོས་སུ་སྙན་ངག་གི་གཞུང་གང་ལ་མ་འགྲོ་བ་ལ། ད་དོན་རྒྱན་སུམ་ཅུ་སོ་ལྔ་གི་ནང་ལོགས་ནས་དང་པོ་དེ་ག་རེ་བྱ་དགོས་བ་རེད་ཟེར་ན། ཨ་ནི་རང་བཞིན་བརྗོད་པའི་རྒྱན་ཟེར་དེ་རེད། དེ་ཡང་ང་ཚོ་དོན་རྒྱན་སོ་ལྔ་གི་ནང་ལོགས་ནས་རང་བཞིན་བརྗོད་པའི་རྒྱན་དང་དཔེའི་རྒྱན་དང་གཟུགས་རྒྱན་དེ་གསུམ་དེ་གལ་ཆེ་ཤོས་ནང་གི་ཆེ་ཤོས་དེ་ཡིན་པ་ལབ་པ་ན་ཤེས་བྱས་ནས་དང་པོ་དེ་གལ་ཆེ་ཤོས་དེ་རེད། རང་བཞིན་བརྗོད་པའི་རྒྱན་ཟེར་རང་བཞིན་བརྗོད་པའི་རྒྱན་ཟེར་དུས་ཙམ་པ་ལ་སྙན་ངག་མེ་ལོང་གི་རྩ་བའི་ནང་ལོགས་ལ་དངོས་རྣམས་རང་བཞིན་སྒྲོ་སྐུར་དང། ཤུགས་བསྟན་ཙམ་མིན་དྲང་པོར་བརྗོད། རང་བཞིན་བརྗོད་པའི་རྒྱན་ཏེ་བཞི། རིགས་དང་བྱ་བ་ཡོན་ཏན་རྫས་བྱས་ནས། རང་བཞིན་བརྗོད་པའི་རྒྱན་གསལ་ཏེ་ད་ང་ཚོ། དེང་སང་གི་སྐད་ཆ་ཁ་ཐུག་སྒྲོག་བྱེད་ལབ་པ་ཡིན་ན། ཅིག་དཔེ་དང་གཟུགས་དང་ཨ་འབྲེལ་གྱི་སྐད་ཆ་སྙན་ར་ཉོན་རེ་མེད་པ་གང་ཡིན་པ་དེ་ཐད་ཀར་མང་བརྗོད་བཞག་པ་ཅི། འོ་དེ་རེད། དེ་ང་ཚོ་གཤམ་ལ་ཡོང་གི་རེད། མཚམས་རེ་མཚམས་རེ་ལ་ཐད་ཀ་གང་ཐད་ཀ་བརྗོད་དེ་དཀའ་ལས་ཁ་ཤས་སྒྲོག་ཆགས་བསྡད་ཡོད་རེད། རྒན་ཐམས་ཅད་ཀྱི་ནང་ལོགས་ནས་ཡག་ཤོས་ཟེར་ན་ཡང་འདྲ་འདུག་དེ་རང་གཞི་བརྗོད་པའི་རྒན་ཆགས་ཀྱི་ཡོད་རེད་ལ་མཚམས་མཚམས་དྲི་ཡའི་དཀའ་ལས་ཁ་ཤོས་ཅིག་ཡང་རང་གཞི་བརྗོད་པའི་རྒན་དེ་ཆགས་ཀྱི་ཡོད་རེད། གང་ཡིན་ཟེར་ན་མཚམས་རེ་མཚམས་རེ་ལ་སྐད་ཆ་དྲང་པོ་བཤད་ཡ་པའི་དཀའ་ལས་འདུག་ཨོ་དེ་རེད། རང་བཞིན་བཅོས་པའི་རྒྱན་དེ་ལ་རྩ་བ་ནག་ལོགས་ལ། དངོས་པོ་རྣམས་ཀྱི་རང་བཞིན་དེ་ལ་ཡང་སྒྲོ་འདོགས་དང་སྐུར་འདེབས་དེ་ཚོ་མ་ཡིན་པ། ཤུགས་ལ་བརྟེན་བྱ་བ་མ་ཡིན་པ་དཔེ་བཀོད་པ་མ་ཡིན་པ་གཟུགས་བཀོད་པ་མ་ཡིན་པ་གང་རིགས་ཡིན་པ་དེ། དཀར་པོ་ཡོད་ན་དཀར་པོ་འདུག་ཟེར་ནས་ལབ་པ་དང། ནག་པོ་འདུག་ན་ནག་པོ་འདུག་ཟེར་ནས་ལབ་པ་དང། ཡག་པོ་འདུག་ན་ཡག་པོ་འདུག་ཟེར་ནས་ལབ་པ་དང། ཁ་ལག་ཟས་སོང་ན་ཟས་སོང་ཟེར་ལབ་པ་མ་གཏོགས། ཟས་ལུགས་ཟས་སྟངས་ཀྱི་ཡང་དཔེ་དང་གཟུགས་འདྲ་པོ་དང་ཤུགས་ལ་གོ་རྒྱུ་ཡོད་པ་སོགས་འདྲ་པོ་དང་སྒྲོ་བཏགས་པ་སོགས་འདྲ་པོ་དང། སྐུར་བ་བཏབ་པ་སོགས་འདྲ་བ་དེ་འདྲས་མ་ཡིན་པ་བྱས་ནས་རང་བཞིན་དྲང་པོ་བརྗོད་པ་དེ་ལ་ཡང་རང་བཞིན་བརྗོད་པའི་རྒྱན་ཟེར་གྱི་རེད་བྱས། ད་དེ་ལ་ཡང་དབྱེ་བ་བྱེད་པ་ཡིན་ན་རིགས་ཀྱི་ཐོག་ནས་བྱ་བ་གི་ཐོག་ནས་ཡོན་ཏན་གྱི་ཐོག་ནས་རྫས་ཀྱི་ཐོག་ནས་དབྱེ་བ་བཞི་ཡོད་རེད་གསུངས་པ་རེད། དེའི་ནང་ལོགས་ནས་དང་པོ་རང་བཞིན་བརྗོད་པའི་རྒྱན་ཟེར་ཡ་དེ་ནི་གོང་དུ་ཞུས་པ་ནང་བཤད་བྱས་ནས་བརྗོད་བྱའི་དངོས་པོ་དེའི་རང་བཞིན་དྲང་པོ་བརྗོད་པའི་ཚིག་སྦྱོར་ལ་ཟེར་བྱས། ད་དང་པོ་དེ། ཨ་ནེ། རྒན་བེ་རི་རྗེ་མེད་ཀྱིས་རང་བཞིན་རིགས་རང་བཞིན་བརྗོད་པའི་མཚན་ཉིད་དེ་ག་རེ་གསུངས་ཡོད་རེད་ཟེར་ན། གཙོ་བོ་རིགས་ཀྱི་ཆ་ལ་རང་བཞིན་དྲང་པོ་བརྗོད་པའི་རྒྱན། ད་དེ་ནི་མ་རྒན་ཡོངས་རྫོགས་ཀྱི་དཔེར་གྱི་མཚན་ཉིད་དེ་རྒན་བེ་རི་རྗེ་མེད་ཀྱིས་རྩོམ་རིག་འཇུག་སྒོ་ནང་གསུང་བཞག་པའི་མཚན་ཉིད་ད་ག་རང་བཞག་གི་ཡོད་གང་ཡིན་ཟེར་ན་འདི་སྟབས་བདེ་པོ། འདུས་འདུས། ཨ་ནེ། ར་འཕྲོད་པོ་ཞེས་པ་ཅི་འདུག། གཙོ་བོ་རིགས་ཀྱི་ཆ་ལ་རང་བཞིན་དྲང་པོ་བརྗོད་པ་ཅན་ལ་དུས་ལྟར་རིགས་ཟེར་ཡ་གི་རགས་ཀྱི་དགུས་རིགས་ག་ས་རིགས་ཟེར་དེ་ལ་དོན་དག་ཧ་ལས་པའི་མང་པོ་ཡོད་རེད་བ། ཡིན་ན་ཡང་སྐབས་འདི་གི་ནང་ལོགས་ལ་རིགས་ཟེར་དུས་སྤྱི་ལ་ཁྱབ་པ་ཟེར་ཡ་དེ་རེད། སྤྱི་ལ་ཁྱབ་པ་ལ་རིགས་ལ་ཁྱབ་པ་ཟེར་ཡ་དེ་རེད་བ། ང་ཚོས་འབྲས་བུ་ཧམ་པའི་སྐད་ཡིག་མ་བཟོ་ན་རིགས་ཀྱི་པ་ཟེར་ཡ་བརྗོད་རེད་བ་འོ་དེ་རེད། འོ་དེ་ཡིན་ཙང་ད་འདི་ནས་སྟོན་པ་བྱས་པ་ལ་སྙན་ངག་རྩ་བའི་གི་ནང་ལོགས་ལ། ཆོས་ནི་སྨྲ་ཞིང་གོ་བ་དང་གཤོག་པ་སྦྱང་ཞིང་མཉན་པ་དང། མགྲིན་པ་ཁ་དོག་གསུམ་ཕྲེང་ཅན་ནེ་ཙོ་འདི་དག་ཚིག་འཇམ་ལྡནས་ཨོ་དྷི། སོང་ཡ་དེ་རེད། ད་འདི་ཡི་ཐོག་ནས་ག་རེ་གོ་ཐུབ་ཡོད་རེད་ཟེར་ལབ་པ་ཡིན་ན། འདི་ཡི་ནང་ལ་ནི་རིགས་རང་བཞིན་བརྗོད་པ་ཟེར་ཡ་གི་དང་པོ་དང་པོ་དེ་རིགས་དེ་ངོས་འཛིན་བྱེད་ཐུབ་བ་བྱའོ་རེད་བ། རིགས་དེ་ག་འདི་ཆགས་ཡོད་རེད་ཟེར་ན་ནེ་ཙོ་འདི་དག་ཟེར་ཡ་དེ་རེད། ནེ་ཙོ་འདི་དག་ཚིག་འཇམ་ལྡན་ཅེས་ནས་ལབ་ཡོད་དུས་ནེ་ཙོ་དེ་རིགས་དེ་རེད། དེ་གི་རང་བཞིན་དྲང་པོ་བརྗོད་ཡོད་དུས་ག་རེ་ཡོད་རེད་ཟེར་ན་ཆུ་དེ། ཆུ་ཐོ་དེ་དམར་པོ་ཡིན་པ་དང་གུ་གུ་རེད་དེ་ཤ་ཤོག་པ་དེ་ལྗང་གུ་ཡིན་པ་དང་སྙན་པོ་ཅི་རེད་ཤ་མགྲིན་པ་དེ་ལ་ཡ་ཁ་དོག་མི་འདྲ་བ་གསུམ་གི་ཕྲེང་བ་ཅི་རེད་ཤ་ནེ་ཙོ་འདི་གས་དེ་ཁ་ནས་མ་ཨ་ནི་རྦད་དེ་ཚིག་སྙན་པོ་ཞིག་རག་ལབ་ཨེ་ཡོད་རེད་ཚིག་སྙན་པོ་དང་ལྡན་པ་རེད་ཅེས་ནས་ལབ་ཡོད་དུས། རིགས་རང་བཞིན་བརྗོད་པ་ཡིན་ཞེས་པའི་རིགས་དེ་ག་གང་ལ་ངོས་འཛིན་བྱེད་དགོས་རེད་ཟེར་ན་ངལ་རྩོལ་འདི་དག་ངལ་རྩོལ་བྱེ་བྲག་པ་གཅིག་གིས་བཤད་བྱ་བ་མ་ཡིན་པར་ངལ་རྩོལ་རིགས་སྤྱི་ལ་ཁྱབ་པའི་གའི་ཐོག་ནས་རང་བཞིན་དྲང་པོ་བརྗོད་པ་ཡིན་ཙང་དེ་ལ་རིགས་རང་བཞིན་བརྗོད་པ་འོ་ཐུགས་རེད་ད་དེ། འགྲེལ་བཤད་རྒྱ་ཡག་ལས་སླ་པོ་རེད་ད་སྙན་ངག་སྦྱང་ཡོན་དུས་ཙམ་པ་ལ་ཡང་ཐུགས་སྣང་གནང་དགོས་ཡ་ཅི་ག་རེ་ཡོད་རེད་ཟེར་ལབ་ཡིན་ན་འདི་ལ་ཚིག་ལ་ཚིག་འགྲེལ་རྒྱབ་ཐུབ་པ་ཙམ་དེ་སྔོན་འགྲོ་རེད་མ་གཏོགས་སྙན་ངག་གི་གཙོ་བོ་མ་རེད་ད་སྙན་ངག་གི་གཙོ་བོ་དེ་ག་རེ་རེད་ཟེར་ན་རང་ཉིད་ཀྱི་དེ་དང་འདྲ་བ་དེ་དང་འདྲ་བ་ཅིག་རང་ཉིད་ཀྱི་གསར་རྩོམ་བྱེད་ཐུབ་པ་དེ་ད་སྙན་ངག་སྦྱང་པའི་གི་དགོས་པ་གཙོ་བོ་འདོད་པ་དེ་དེ་རེད་ཞེས་མ་གཏོགས་འདི་ལ་འགྲེལ་བཤད་རྒྱ་ཡག་དེ་དང་གཅིག་སྙན་ངག་ཇི་རག་གི་དོ་སྣང་མེད་ངེས་ཅིག་ལ་འགྲེལ་བཤད་རྒྱབ་པ་ཡིན་ན་ཡང་འགྲེལ་བཤད་དེ་དང་མགོ་མ་ཚོས་ཡ་གལ་ཡོག་མ་རེད་དེ། ད་ལྟ་ནི་སྐབས་སུ་བབས་པ་དེ་ལ་གལ་ཆེ་ཤོས་ནང་གི་ཆེ་ཤོས་དེ་ག་རེ་ཆགས་བསྡད་ཡོད་རེད་ཟེར་ལབ་པ་ཡིན་ན། ཨ་ནི་འདི་སྐད་ཀྱི་འདྲ་བོ་ཅིག་སོ་སོར་བྲིས་ཐུབ་ཡ་དེ་རེད། ད་དེ་ལ་ཡང་རྒན་བེ་རི་འཇིགས་མེད་ཀྱིས། འཕུར་བཞེས་འདབ་མ་བཟུང་དང་རྐང་པ་རིང། སྟོན་དུས་ཤར་ནས་ལྷོ་ཡི་ཕྱོགས་སུ་འཕུར། ལུས་དཀར་མཇུག་མ་ནག་པོའི་འདབ་ཆགས་བྱ། ཁྲུང་ཁྲུང་འདི་དག་མཐོང་ན་ཡི་གར་འོང། ཅེས་ནས་ཁྲུང་ཁྲུང་གི་གི་རིགས་སྤྱི་ལ་ཆགས་པའི་ཐོག་ནས་སོང་བཞག་པ་དེ་རེད། ད་འདི་གིས་མཚོན་པའི་ཨ་ནི་རྒྱལ་བ་ལྔ་པ་ཆེན་པོའི་གི་སྙན་ངག་གི་དཔེར་བརྗོད་བོད་མཁས་པའི་གི་སྙན་ངག་དཔེར་བརྗོད་ད་ནང་བཞིན་གི་ཚངས་སྲས་ཞེས་པའི་ཚངས་སྲས་ཞེ་དྲག་གི་ནང་ལོགས་ལ་སོང་བཞག་པའི་སྙན་ངག་དཔེར་བརྗོད་དེ་གས་དེ་ད་སོ་སོ་སོ་ཀློག་བྱས་ནས་ཧ་གོ་ཐུ་ཡ་བྱེད་བྱེད་ཧོ་རེད་མ་གཏོགས་ཡང་འགྲེལ་བཤད་མང་བོ་ཞུས་བསྡད་ན་དུས་ཚོད་མང་བོ་ཟག་ས་རེད་འོ་དེ་རིགས་རང་བཞིན་ཆོད་པ་བྱས། ཐ་གཉིས་པ་དེ་བྱ་བ་རང་བཞིན་བརྗོད་པ། བྱ་བ་རང་བཞིན་བརྗོད་པ་ཟེར་དུས་ག་རེ་ཟེར་དགོས་པ་རེད་ཟེར་ན་གཙོ་བོ་བྱ་བའི་ཆ་ལ་རང་བཞིན་དྲང་པོ་བརྗོད་པའི་རྐྱེན་ཅེས་པའི་བླ་ཡོད་རེད། ཨ་ནི་གཙོ་བོ་བྱ་བ་གི་ཐོག་ནས་བྱ་བ་ག་རེ་ག་རེ་བྱས་ཡོད་པ། ཨ་ནི་ཡར་ལངས། སོ་བཀྲུས། དུས་ལོག་གོན། སླབ་ར་ཕྱིན་རེད་ཟེར་དུས་བྱ་བ་རང་བཞིན་བརྗོད་པའི་རྐྱེན་རེད། དེས་བརྟན་པར་བྱས་པ་ལ་སྙན་ངག་རྩ་བའི་ནང་ལོགས་ལ། མགྲིན་པའི་ནང་ནས་སྙན་སྒྲོགས་ཤིང་མིག་ནི་ཀུན་ཏུ་འཁྲུལ་བ་ཡིན། ཕུ་རོན་བཙན་འདོད་དགའ་མ་ལ་ཡོངས་སུ་བསྐོར་ནས་ཆོས་ཐག་སྦྱོར། འོ་ཐུག་སོང་རེད། ད་དེ་གི་ནང་གི་བརྗོད་བྱ་གཙོ་བོ་དེ་ག་རེད་ཟེར་ན། ཕུ་རོན་ཅིག་གིས་སོ་སོའི་དགའ་མ་ལ་ཡང་ཨ་ནེ་བལྟས་ཏེ་བྱ་བ་མི་འདྲ་བ་བྱས་པ་ག་རེ་བྱས་པ། མགྲིན་པའི་ནང་ལ་སྙན་པ་སྒྲོགས་པ། གཉིས་ཀུན་ཏུ་འཁྲུལ་བདེ་བ་དང། ཕུ་རོལ་རྩེ་བར་འདྲེས་པའི་སོ་སོ་གི་དགའ་མ་དེ་ལ་ཡོངས་སུ་བསྐོར་བ་དང་བསྐོར་བའི་གི་རྗེས་ལ་ཆུ་སྦྱོར་བ། ཆུ་སྦྱོར་ཟེར་དུས་རྩོམ་པ་ལ་པོ་སྤྲེལ་བ་ཟེར་བར་བ། འོ་དེ་བྱེད་དུས་རྩོམ་པ་ལ་དེ་འདྲ་བའི་བྱེད་པ་པོ་སུ་རེད་ཕུ་རོལ་རེད། དེ་གི་བྱ་བ་ག་རེ་བྱེད་པ་རེད་ཟེར་ན་མགྲིན་པའི་ནང་ནས་སྙན་པ་སྒྲོག་པ། གཉིས་ཀུན་ཏུ་འཁྲུལ་བ། ཨ་ནི་རྩེ་བར་འདོད་པ། ཨ་ནི་ཡོངས་སུ་བསྐོར་བ། ཆུ་སྦྱོར་བ། དེ་འབྲེལ་གྱི་བྱ་བ་མི་འདྲ་བ་དེ་འདྲའི་སྔ་དྲོ་དེ་བྱེད་པ་དེ་གྱི་བྱ་བ་བྱེད་པའི་གྱི་ཚུལ་དེ་རང་བཞིན་དྲང་པོ་བརྗོད་པ་ཡིན་ཙང་བྱ་བ་རང་བཞིན་བརྗོད་པའི་རྒྱན་ཟེར་བ་རེད། ད་བྱ་བ་རང་བཞིན་བརྗོད་པའི་རྒྱན་གྱི་སྐབས་ལ་དོ་སྣང་གནང་དགོས་ཀྱི་ག་རེ་ཡོད་ཟེར་ན། གང་ཟག་བྱེ་བྲག་པ་གཅིག་གིས་བྱ་བའི་ཡུལ་གང་ཡང་རུང་བ་གཅིག་ལ་བྱ་བ་མི་འདྲ་བ་གཉིས་གསུམ་གྱིས་བྱེད་པ་སྟོན་བཞག་པ་དེ་སྟོན་པ་དེ། དཔེ་དང་གཟུགས་དང་ཤུགས་བསྟན་དང་སྒྲོ་འདོགས་དང་སྐུར་འདེབས་མེད་པར་ཐད་ཀར་མང་བརྗོད་བྱ་བ་གཅིག་ལ་གར་ཟེར་བ་རེད་ཟེར་ན་བྱ་བ་རང་བཞིན་བརྗོད་པའི་རྒྱན་ཟེར་བ་རེད། ད་དེ་བསྟན་པ་བྱས་དེ་དང་འབྲེལ་བ་ཡོད་པའི་གི་དཔེར་བརྗོད་ཅིག་ལ་ཡང་རྒྱན་བེ་རི་འཇིགས་མེད་ཀྱིས། རེབ་གོང་རིག་པ་འབྱུང་བའི་དྲུང་ན་བལྟམས། འཕགས་བོད་རྒྱལ་ཁམས་རིག་པའི་ལམ་ནས་བསྐོར། གངས་ཅན་རིག་པའི་གཞུང་ལུགས་འཕེལ་བའི་སླེབས། སྐྱེ་བཅུའི་མཁས་པའི་ལེགས་བཤད་སྣ་མང་བྲིས། ཅེས་ནས་རེབ་གོང་དར་ཆ་དེ་ནོར་བཞག་གང་ལྟར། དེའི་ནང་ལོགས་ལ་དགེ་འདུན་ཆོས་འཕེལ་དེ་ཡོད་རེད། བརྗོད་བྱ་གཙོ་བོ་དགེ་འདུན་ཆོས་འཕེལ་དེ་ག་བ་ལ་སྐུ་འཁྲུངས་པ་རེད་ཟེར་ན་རེབ་གོང་ལ་སྐུ་འཁྲུངས་པ་རེད། ཕ་བོད་ཀྱི་རྒྱལ་ཁམས་ཡོངས་སུ་རྫོགས་པ་ལ་རི་པའི་རི་པའི་ལམ་ནས་བསྐོར་བ་རེད། གངས་ཅན་པའི་རི་པའི་གཞུང་ལུགས་དེ་དཔལ་ཡག་གི་ཆེད་དུ་དགེ་འདུན་ཆོས་འཕེལ་གྱི་ལེགས་བཤད་འདྲ་མི་འདྲ་ཞེ་བོ་ཅིག་དྲི་རྣམ་པ་རེད་ཟེར་དེ་རེད། བྱེད་པ་པོ་དགེ་འདུན་ཆོས་འཕེལ་གྱིས་བྱ་བ་མི་འདྲ་བ་གང་རུང་མང་པོ་ཅིག་བྱེད་པ་དེ་རང་བཞིན་དྲང་པོའི་སྒོ་ནས་སྟོན་པ་ཡིན་ཙང་བྱ་བ་རང་བཞིན་སྤྱོད་པའི་རྒྱན་ཟེར་བ་རེད། ད་དེ་ཉིན་ཐོ་འདྲ་བོ་འདི་འདྲ་བྲིས་པ་ཡིན་ན་མང་ཆེ་བ་དེ་བྱ་བ་རང་བཞིན་སྤྱོད་པའི་རྒྱན་ནང་ལ་འགྲོ་གི་ཡོད་རེད། ད་ནང་བཞིན་གྱི་ང་ཚོ་ད་ཆ་དོན་འཕེལ་གྱི་བསྟོད་པ་ཐབས་མཁས་ཐུགས་རྗེའི་མ་སོགས་འདྲ་པོ་དང་དེ་སྐད་དེ་མང་པོ་ཞེ་བོ་གཅིག་དེ་ཨ་ནི་བྱ་བ་རང་བཞིན་སྤྱོད་པའི་རྒྱན་གྱི་ནང་ལོགས་ལ་ཚིག་གོ་ཡོད་རེད། གསུམ་པ། ཡོན་ཏན་རང་བཞིན་བརྗོད་པའི་རྒྱན། ཡོན་ཏན་རང་བཞིན་བརྗོད་པའི་རྒྱན་ཟེར་ན་ག་རེ་ཟེར་བ་རེད་ཟེར་ན་གཙོ་བོ་ཡོན་ཏན་གྱི་ཆ་ལ་རང་བཞིན་དྲང་པོ་བརྗོད་པའི་རྒྱན་ཟེར་ལ། ད་ཡིན་ན་ཡང་ཡོན་ཏན་ཟེར་ཡག་གི་ཚིག་དེ་ལ་ཡང་གོ་བ་འདྲ་མི་འདྲ་ཡོད་རེད། གོ་བ་འདྲ་མི་འདྲ་ཡོད་པའི་ནང་ལོགས་ནས་སྐབས་འདི་གི་ཡོན་ཏན་ཟེར་དེ་ག་འདྲི་ལ་གོ་འགྲོ་གི་རེད་ཟེར་ན་ནུས་པ་ལ་གོ་དགོས་པ་རེད། ནུས་པ། དེ། ནུས་པ་གཙོ་བོ་ཡོན་ཏན་ནམ་ནུས་པའི་གི་ཆ་ལ་རང་བཞིན་དྲག་པོ་སྤྱོད་པ། དཔེར་ན་ཕྱག་བཞག་པ་ཡིན་ན། ཨོ། སྨན་འདི་ལ་ནུས་པ་འདི་ཡོད་རེད་ཟེར་ཡང་འདྲ་བོ། ཨོ། སྔགས་འདི་བགྲངས་པ་ཡིན་ན་ནུས་པ་འདི་ཡོད་རེད་ཟེར་ཡང་འདྲ་བོ། བུ་མོ་གི་མིག་འདི་ལ་ཡང་ནུས་པ་འདི་ཡོད་རེད་ཟེར་ཡང་སོགས་འདྲ་བོ། གང་ལྟར། ནུས་པ་དང་ཡོན་ཏན་གྱི་ཆ་ལ་རང་བཞིན་དྲག་པོ་སྤྱོད་པའི་གལ་ཆེ་བ་ཟེར་གྱི་ཡོད། དེ་སྟོན་པར་བྱེད་པ་ལ་སྙན་ངག་རྩ་བའི་གི་ནང་རོ་ལ། དགའ་མ་ཡིན་ནི་རེག་པ་འདི། ལུས་ལ་སྤུ་ལོང། ནཱ་རོ་ཅི་བྱས་ཤིང་རྒྱས་པ་དང། ཡིད་ནི་བདེ་བར་བྱེད་པ་དང་མིག་དང་ཟུམ་པར་བྱེད་ཅིང་འཇུག། ཅེས་གསུངས་བས་དེ་ལས། དེའི་ནཱ་རོ་ལ། ཡོན་ཏན་གྱི་ཆ་ལ་རང་བཞིན་དྲང་པོ་བརྗོད་ཟེར་ཡག་གི་ཡོན་ཏན་ག་རིགས་ཀྱི་ཡོན་ཏན་དེ་རེད་ཟེར་ན་དགའ་མ་ཡི་རེག་པ་དེ་རེད། སོ་སོ་གཉིས་ནི་བརྩེ་བའི་བུ་མོ་མཛེས་མ་གཅིག་གི་ལུས་ལ་བུ་མོ་མཛེས་མ་དེ་ཡི་ལུས་ལ་རེག་པའི་རེག་པ་དེ་ཡི། ལུས་ལ་ཨ་ནི་པུ་ཏུ་སུ་ཡ་ལང་ཡོང་གི་འདུག་ཡིད་ལ་བདེ་བར་བྱེད་ཀྱི་འདུག་མིག་དེ་ཡི་མ་བཙུམ་འགྲོ་གི་འདུག་ཨ་ནི་ཨ་ནི། བྱ་བ་དང་དངོས་ཤེས་ཀྱི་བྱ་བ་དེ་ལ་མཇུག་གྲུབ་པོ་འདུག་ཟེར་ཡ་དེ་ག་རེ་གི་ནུས་པ་རེད་ཟེར་ན་དགའ་བ་དགའ་མ་ལ་རེག་པའི་རེག་པ་དེ་རེད་བུ་མོ་ལ་ཐུག་པའི་བུ་མོ་ལ་སྐྲ་ཆད་ཡ་དེ་གི་དེ་ནི་བེད་ནུས་པ་དེ་འདྲས་ཅིག་འདུག་སོང་ཡ་དེ་ཡོན་གཙོ་བོ་ཡོན་ཏན་གྱི་ཆ་ལ་རང་བཞིན་དྲང་པོ་བརྗོད་པ་ཡོན་ཏན་ཟེར་ཡ་དེ་སྐབས་འདི་ལ་ནུས་པ་ལ་གོ་ཡ་རེད་གོ་དེ་དེ་དང་མཐུན་པ་བྱས་ནས་ཨ་ནེ་རྒན་བེ་རི་འཇིགས་མེད་ཀྱི་སྙན་ངག་གི་དཔེར་བརྗོད་ནང་ལོགས་ལ་བཟང་དྲུག་གཅིག་ཏུ་འདུས་པའི་སྨན་སྦྱོར་གྱི། བདུད་བརྒྱུད་ལུས་ཀྱི་ཟུག་རྔུ་འཇོམས་པ་དང། ཚ་གྲང་འབྱུང་ཁམས་མཉམ་པའི་སྟོབས་བསྐྱེད་ཅིང། དུས་མིན་འཆི་བའི་རྐྱེན་ལས་སྐྱོབ་པར་བྱེད། དེ་གསུངས་ཤིང། ད་འདི་འདྲ་བའི་སྨན་དེ་ལ་ཡང་ནུས་པ་འདི་འདྲའི་ཅིག་འདུག་གསུངས་ཡོད་དེ། དེས་མཚོན་ནས་སོ་སོའི་ངོས་ནས་དཔེར་བརྗོད་ཅིག་བྲིས་འོང་ན་ཅི་གར་བཟོ་བ་རེད་བས་ནས། རང་དབང་སིང་ངེ་ལ་ནུས་པ་དེ་འདྲའི་ཆེ་འདུག། སྨད་ལ་ནུས་པ་དེ་འདྲའི་ཆེ་འདུག། སྔགས་ལ་ནུས་པ་དེ་འདྲའི་ཆེ་འདུག། རེད་བ། དཔེ་ཤ་ལ་ནུས་པ་དེ་འདྲའི་ཆེ་འདུག་ཟེར་ཡ་སོགས་འདྲ་བོ། གང་ལྟར། ནུས་པའི་གི་ཆ་ལ། ཡོན་ཏན་གྱི་ཆ་ལ། རང་བཞིན་དྲང་པོ་བརྗོད་པ་བཅས་ལ་རྒྱན་བྱས་ལ་ཡ། ཡོན་ཏན་རང་བཞིན་བརྗོད་པའི་རྒྱན། དེ་ཟེར་གྱི་ཡོད་རེད། དེའི་ཐོག་ནས་སོ་སོ་གི་བོད་ཆོས་ཁྲིད་གནང་ཡ་རེད། བཞི་པ་དེ་རྫས་རང་བཞིན་བརྗོད་པའི་རྐྱེན། རྫས་རང་བཞིན་བརྗོད་པའི་རྐྱེན་དེ་ལ་ཡང་ཨ་ནི་མཚན་ཉིད་དེ་ལ་འགན་བེ་རི་འཇིགས་མེད་ཀྱིས་གཙོ་བོ་རྫས་ཀྱི་ཆ་ལ་རང་བཞིན་དྲང་པོ་བརྗོད་པའི་རྐྱེན། བྱས་ན་ཡང་བོད་སྐད་ཀྱི་སྣ་ལོ་ལ་རྫས་ཟེར་དེ་ལ་དཔེ་གོ་བ་འདྲ་མིན་སྣ་ཚོགས་ཡོད་རེད། ཡིན་ན་ཡང་མང་ཆེ་ཤོས་ཀྱི་བསམ་བློའི་སྣ་ལོ་ལ་རྫས་ཟེར་དེ་ལྕགས་ལ་འདྲ་བོ་ཅིག་ལ་གོ་ཡོད་རེད་བ། དེ་འདྲ་ཡིན་པ་ཡིན་ཙང་བདག་ཏུ་བཟུང་བའི་དངོས་པོ།

དེ་ལ་ཡང་ནི་རྫས་རང་བཞིན་སྤྱོད་པའི་རྒྱན་ཟེར་བ། ད་གང་ལྟར་གང་ཟག་གཅིག་ལ་དཔེར་ན་ངས་མིག་ཤེལ་གོན་བསྡད་པ། སྟོད་ཐུང་དམར་པོ་ཞིག་གོན་བསྡད་པ་ཟེར་ཡང་ཆོག་རེད་པ། འོ་ཡ་གོ་ཐུང་གོན་བསྡད་པ་ཟེར་ཡང་ཆོག་དེ་འདྲའི་ས་གྲོགས་གཅིག་གིས་གོ་ཐུང་དང་མིག་ཤེལ་དང་སྟོད་ཐུང་དང་ཞྭ་མོ་དེ་འདྲས་གོན་བསྡད་པ་དེ་གས་དེ་དེ་གས་དེ་ཡོངས་སུ་རྫོགས་པ་དེ་ག་རེད་ཟེར་ལ་ན་རྫས་རང་བཞིན་སྤྱོད་པའི་སྐབས་ཀྱི་རྫས་དེ་རེད། དེ་དེ་འདྲས་གོན་ངེས་ཀྱི་གང་ཟག་གཅིག། རྫས་དེ་ཡི་ཐོག་ནས་སྟོན་བྱ་བ། དཔེར་ན། ས་སྨྱུག་གི་དེ་ངེད་ཀྱི་དགེ་རྒན་ཟེར་ཡང་འདྲའོ། རྟ་ལྕག་གི་དེ་ངེད་ཀྱི་དགེ་སྐོས་ཟེར་ཡང་འདྲའོ། རེ་བ། ཨ་ནི། ཐོ་བ་ཁྱི་དེ་ངེད་ཀྱི་བཟོ་པ་ཟེར་ཡང་འདྲའོ། རེ་བ། གློག་ཀླད་རྣམས་དེ་ངེད་ཀྱི་ཚན་རིག་པ་ཟེར་ཡང་འདྲའོ། འོ་དེ་གས་དེ་གར་ཆགས་འདོད་རེད་ཟེར་ན་རྫས་རང་བཞིན་བྱེད་པའི་རྒྱན་རེད་ད་ལྟ་རྡོག་རྡོག་བཤད་པ་ཡིན་ན། དེ་སྟོན་པར་བྱེད་པ་ལ་སྙན་ངག་རྩ་བའི་གི་ནང་ལོགས་ལ། འབྲིང་ངོའི་ལག་ན་ཐོད་པ་ནི་གནས་པ་ཟླ་བའི་ཅོད་པན་དང་སྣུམ་བཞིན་དམར་བའི་རལ་པ་ཅན་ཁྱུ་མཆོག་རྒྱལ་མཚན་འཁྲུངས་པར་གྱུར་སོང་ཡང་འདི་རེད། བྱས་ཙང་ད་འདི་ང་ཚོ་ལྷ་དེ་ངོ་སྤྲོད་བྱས་ཡོང་དུས་ཙམ་པ་ལ་མགྲིན་པ་དེ་སྔོན་པོ་ཡིན་བསྡད་པ། ལག་པའི་ནང་ལོགས་ལ་ཡང་མིའི་ཐོད་པ་པད་ཀོག་ཅིག་བསྣམས་བསྡད་པ། ཨུ་ལི་ཡཱ་དཱ་ག་སོ་རེ་བའི་ཐོག་ལ་ཡང་དཱ་བིད་ཀྱི་ཅོད་པན་བསྣམས་བསྡད་པ། ཨ་ནེ་ཨུ་ཏྲ་དེ་ཡིན་ན་སྣུམ་ཞིག་དམར་བའི་གི་རེ་བ་ཅན་དེ་ཡིན་པ། དེ་འདྲ་བའི་གི་རྫས་དེ་གའི་དེ་གི་ཐོག་ནས་གང་ཟག་དེ་སུ་ངོ་སྤྲོད་བྱས་ཡོད་འགོ་རེ་ཟེར་ན་ཆུ་མཆོད་བྱ་ཚེ་དེ་འཁྲུངས་པའམ་གསལ་བར་ཆུས་ད་འཁྲུངས་པར་ཆུ་ཟེར་དེ་བི་གའི་རྒྱུར་ཡོང་དུས་དེ་འདྲ་ཞིག་རྒྱུར་བཞག་རེ་མ་གཏོགས་ཆུ་མཆོད་བྱ་མཚན་དེ་གསལ་བར་ཆུས་པ། ཨ་ནི། གསལ་བོ་ཆགས་སོང་ཟེར་ཡང་འགྲོ་བ་ཅི་གསལ་བར་འགྱུར་ཟེར་འདི་རེད། དེ་འདྲ་ཡིན་པ་ཡིན་ཙང་ད་འདིས་རྫས་རང་བཞིན་བརྗོད་པའི་རྒྱན་ཆགས་ཀྱི་ཡོད་རེད། གོ་དེ་དེ་དང་མཐུན་པ་བྱས་ནས་རྒན་བེ་རི་འཆི་མེད་ཀྱི་སྙན་ངག་གི་དཔེར་བརྗོད་ཀྱི་ནང་ལོགས་ལ། གཡས་གཡོན་ཕྱག་ན་བེ་ཅོན་ཐོད་ཁྲག་གཡོ། ལྟེ་བ་ཉི་ཤར་གཙུག་ན་ཟླ་བ་ཚེས། རེ་ལྡེའི་སྟོད་གཡོགས་སྦྲུལ་གྱི་ཤམ་བུ་ཅན། འདོད་ཁང་བདག་མོ་བསྟན་སྲུང་ཡོངས་ཀྱི་མགོན། ཞེས་ནས་འདོད་ཁང་བདག་མོ་གི་ཁར་བཟོ་བ་རེ་བདག་ཏུ་བཟུང་བའི་དངོས་པོ་ཁ་ཤས་ཀྱི་ངོ་སྤྲོད་བྱས་པ་ལ་བརྟེན་ནས་འདོད་ཁང་བདག་མོ་དེ་གསལ་བར་སྟོན་པ། དེ་འདྲའི་ཆེད་ཡིན་པ་ཡིན་ཙང་ཟླ་འདི་ལ་ཡང་རྫའི་རང་བཞིན་བརྗོད་པའི་རྒྱན། ཧོ་ཐུ་སི་ལབ་ཀྱི་ཡོད་རེད། ད་དེ་འདྲ་ཡིན་པ་ཡིན་ཙང། རང་བཞིན་བརྗོད་པའི་རྒྱན་དེ་ཡི་ནང་ལོགས་ལ། ཨ་ནི་ག་སོགས་རིགས་རང་བཞིན་བརྗོད་པ། རེ་བ། བྱ་བ་རང་བཞིན་བརྗོད་པ། ཡོན་ཏན་རང་བཞིན་བརྗོད་པ། རྫས་རང་བཞིན་བརྗོད་པ། རིགས་དང་བྱ་བ་ཡོན་ཏན་རྫས་ཡིན་ཟེར་ཡང་འདི་རེད། དེ་ཡི་ནང་ལོགས་ལ་ད་གལ་ཆེ་ཤོས་དེ་ཐུགས་སྣང་གནང་དགོས་ཡས་དེ་ག་རེ་རེད་ཟེར་ན་རིགས་ཟེར་དེ་སྤྱི་ལ་ཁྱབ་པ་དེ་རེད། བྱ་བ་ཟད་དེ་གང་ཟག་བྱེ་བྲག་པ་གཅིག་གིས་བྱ་བ་ཁ་ཤས་བྱེད་བྱ་བ་དོན་དེ་རེད། ཡོན་ཏན་ཟད་དེ་ནུས་པ་དེ་ལ་གོ་བོ་ཡོད་རེད། རྫས་ཟད་དེ་བདག་ཏུ་བཟུང་བའི་དངོས་པོ་དེ་ལ་གོ་བོ་ཡོད་རེད། དེ་འདྲའི་གཅིག་གི་ཐོག་ནས་སྙན་ངག་བྱ་ཡ་དེ་ཆགས་ཀྱི་ཡོད་རེད། ད་དེ་དང་ལས་སླ་པོ་འདུག་ཨ། གལ་ཆེ་ཤོས་ནང་གི་ཆེ་ཤོས་དེ་ག་རེད་ཟེར་ན་རང་ཉིད་ཀྱིས་དཔེ་ཆོས་བྲིས་ཡ་རེད། དཔེར་ན། ཨ་ནི། བོད་ཀྱི་མཁས་དབང་དེ་ཚོ་དེ་ལ་བྱ་བའི་ཐོག་ནས་རིགས་རང་བཞིན་བརྗོད་པའི་སྙན་ངག་ཅིག་བྲིས་གནང་དང། གང་ཟག་བྱེ་བྲག་པ་རང་ཉིད་ཀྱི་ངོས་ནས་མི་ཚེ་གྱི་ལོ་རྒྱུས་དང་འབྲེལ་བ་ཡོད་པའི་ཐོག་ནས་བྱ་བ་རང་བྱས་ཆོས་ཀྱི་རྒྱན་ཞེས་བྲིས་གནང་དང། དེང་སང་དུས་ཚོད་ལ་ཁ་པར་གྱི་ནུས་པ་ཟེར་ཡ་ཅིག་གི་ཐོག་ནས་རྫས་རང་བྱས་ཆོས་པའི་ཡོན་ཏན་རང་བྱས་ཆོས་པའི་རྒྱན་གྱི་བེད་སྤྱོད་ཞེས་བྲིས་གནང་དང། ད་ག་ནང་བཞིན་གྱི། གྲྭ་བ་གཅིག་གིས་ད་གྲྭ་ཆེ་དང་གནམ་ས་དང་འབྲེལ་བ་ཡོད་པའི་ཐོག་ནས་རྫས་རང་བཞིན་བཅོས་པའི་འགན་གྱི་དཔེ་བརྗོད་ཅིག་བྲིས་གནང་དང་འོ་ཐུགས་བཅས་ནས་བྲིས་ཐུབ་པ་ཡིན་ན་གཞི་ནས་རང་བཞིན་བཅོས་པའི་འགན་གྱི་ཐོག་ནས་ད་གོམ་པ་སྤོ་ཐུབ་ཀྱི་ཡོད་རེད་མ་གཏོགས་འགྲེལ་བཤད་གཅིག་པོ་གཅིག་དང་སྙན་ངག་དེ་མ་གོ་བ་གཅིག་དང་མ་ཤེས་བ་རྩ་བ་ཉིད་ནས་ཡོད་མ་རེད། དེ་འདྲ་ཡིན་པ་ཡིན་ཙང་མདོར་བསྡུས་པ་ཡིན་ན་སྙན་ངག་རྩ་བའི་དང་རིགས་དང་བྱ་བ་ཡོན་ཏན་རྫས་རང་བཞིན་བརྗོད་པ་འདི་འདྲ་ནི་བསྟན་བཅོས་ཀུན་ལ་རྒྱལ་སྲས་ཉིད་སྙན་ངག་ལ་ཡང་འདི་དག་འདོད། ཅེས་ནས་ལབ་ཡོང་དུས་ད་རང་བཞིན་བརྗོད་པའི་རྒྱན་དེ་ཡིན་པ་ཡིན་ན་སྙན་ངག་གི་ནང་ལོགས་ད་གལ་ཆེ་ཤོས་ནང་གི་ཆེ་ཤོས་དེ་རང་བཞིན་བརྗོད་པའི་རྒྱན་དེ་རེད་དཀའ་ལས་ཁ་ཤོས་དེའང་རང་བཞིན་བརྗོད་པའི་རྒྱན་དེ་རེད། གང་ཡིན་ཟེར་ན། རྒན་པོས་ཏང་གཟུགས་དང་སྒྲོ་འདོགས་དང་སྐུལ་འདེད་མ་བྱས་པའི་ཐོག་ནས་སྙན་ངག་ཅིག་བྲིས་དང། བྲིས་ཐུབ་པོ་རེད་དེ། སྙན་ངག་སྙན་པོ་ཅིག་བྲི་ཡ་ལ་ཧ་ལས་པའི་དཀའ་ལས་ཆེན་པོ་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང་སྙན་ངག་གི་ནང་ལོགས་ནས་བྲི་ཡ་དཀའ་ལས་ཁ་ཤོས་དེ་རང་ཆེ་བརྗོད་པའི་རྐྱེན་རེད། གལ་ཆེ་ཤོས་དེ་རང་ཆེ་བརྗོད་པའི་རྐྱེན་རེད། བསྟན་བཅོས་ཀྱི་ལ་རྒྱལ་སྲིད་ནང་ཞེས་དེ་ནི་རང་ཆེ་བརྗོད་པའི་རྐྱེན་དེ་ཆགས་ཀྱི་ཡོད་རེད། སོང་ཡ་དེ་རེད། དེ་ཡི་ཐོག་ནས་དེ་རིང་ང་ཚོའི་གི་སློབ་ཚན། རང་ཆེ་བརྗོད་པའི་རྐྱེན་དེ་ད་ལམ་ཟེར་གི་ཚར་བ་བྱུང་ཡིན། འདིས་དེ་འདྲའི་འདྲ་པོ་བྱས་ནས་ད་རང་ཉིད་ཀྱི་ངོས་ནས་སྤོས་ཆོས་བྲིས་ན་ཡང་ཐང། སོ་སོའི་སྤོས་ཆོས་དེ་བྲིས་དུས་མ་དྲན་པ་ཡིན་ན་ག་བྱེད་པ་རེད་ཟེར་ན་ལོག་དགོས་རེད། ལོག་ཡ་ལ། མཁས་པ་གཞན་དང་གཞན་དག་གི་སྤོས་ཆོས་མང་པོ་སྤེལ་ཡོད་རེད་བ། དེ་གས་དེ་ཀློག་ན་རང་ཉིད་ཀྱི་ངོས་ནས་དེ་ལ་ལན་བདུན་གྱི་ཚུལ་དུ་བྲིས། ཐུགས་བྱས་ནས་སྦྱོང་བརྡར་གནང་ཡང་དེ་ཧ་ལས་པའི་གལ་ཆེན་པོ་རེད། ཐུགས་རྗེ་ཆེ་གནང། ང་ཚོའི་རྗེས་མའི་གི་སློབ་ཚན་གྱི་ནང་ལོག་ལ་ཡང་བསྐྱར་མཇལ་ཡོང། ཐུགས་ཆེ་གནང།